ང་ཚོ་མང་པོ་ཅིག་གིས་ཡུལ་ལ་ཞིབ་བརྟག་དེ་ཚོའི་ཐད་བརྩག་ཆེན་པོ་རུ་ཤེས་པོ་རྩིས་བྱས། ཡུལ་ལ་ཞིབ་བརྟག་ཁ་ཤས་ལ་ད་དམར་མཆོད་ཕུལ་ཡག་རེད་དེ་འདྲའི་སྐོར་བྱེད་བསྡད་ཀྱི་འདུག་ག་འོ་ད་འདི་ཁ་ནས་ནང་པ་ཡིན་ཟེར་གྱི་ཡོད་རེད་མ་གཏོགས་དོན་ལ་ད་ནང་པའི་ཞིབ་རྩིས་ཞིག་རག་མེད་པ་རེད། ཅེས་གསུངས་པ། ཚེ་འདི་འདྲའི་ཡིན་དུས་དེའི་གསུང་ཡང་དེ་རང་ཡང་འཁོར་བའི་བཙོན་རར་བཅིངས་པ་ཡིས་འཇིག་རྟེན་ལྷ་ཡིས་སུ་ཞིག་སྐྱོབ་པར་ནུས། འཇིག་རྟེན་དྲེགས་པ། དེ་ཚོའི་གྲས་དེ་ཨེ་ནི། འཕྲལ་སེལ་མི་གཅིག། གྲོགས་ཁྲི་ལས་བཅོལ་ཡག་སོགས་རོ་དེ་འདྲས་ད་ཡོང་གི་རེད་མ་གཏོགས། པའི་སྐྱབས་གནས་ཀུན་འདུས་ཞིག་ལས་རྩིས་བྱས་ཡ་པའི་ཁྱེད་ཤེས་བསམ་པས་ཅིག་སྐྱབས་འགྲོ་བྱས་ཡ་དེ་འདྲས་མི་རུང་བ་རེད། ཅེས་གསུངས་པ། ཨེ་ནི་མཱ་ཇུ་བྷིའ་སོགས་ཀྱི་གྲས་དེ་བས་ཀྱང་ནས། ཧི་མ་ལ་ཡའི་རི་རྒྱུད་དུ་ཨ་ཡང་གཅིག་གི་ནང་པ་གཅིག་ཡིན། གཟིགས་ཀི་གཟིགས་ཀི་ལ་ཡང་ཞིག་མཱ་ཇུ་བྷིའ་མི་འདྲ་ཁ་ཤས་ཁ་ཤས་ས་ཁུལ་ལུང་ཁུལ་དེ་འདྲ་ལ་ཡོད་ས་རེད། ད་ག་ནང་བཞིན་གྱི་བོད་ནང་ལ་ཡིན་ནའི་དེ་འདྲའི་ཁ་ཤས་ཁ་ཤས་ཡོང་གི་ཡོད་པའི་སྐད་ཆ་འདུག་བ། ད་དེ་ཚོའི་གྲས་དེ་སོ་སོའི་གཅིག་ཡུལ་གོམས་གཤིས་ལུགས་ཡིན་ཟིན་ཟེར་ཡག་ཡོད་མ་རེད། གཅིག་སངས་རྒྱས་པའི་ཆོས་བྱེད་ཀྱི་ཡོད་རེད། སེམས་ཅན་ཐམས་ཅད་ལ་སྙིང་རྗེ་སྒོམ་དགོས་རེད། ས་དེ་འདྲ་ཡིན་དུས་ཚང་ནས་དམར་མཆོད་ཀྱི་རིགས་དེ་ཚོའི་གྲས་དེ་ངེས་པར་དུ་ཟབ་གསོ་བྱེད་དགོས་པ་རེད་ཤག་ཨ་ནི་དེ་དང་འབྲེལ་ནས་དཀར་སྐྱོང་བྱེད་ཡག་དེ་གནད་འགག་འདུག་ང་ཚོ་རྒྱ་གར་ལ་ཆ་བཞག་ན་ད་དགོན་པ་ཁག་གཙོ་བྱས་དེ་ཚོ་ཚང་མ་ལོ་ཨེ་ནི་སྤྱི་པའི་སྤྱི་ཐབས་དེ་དཀར་སྐྱོང་གཏོང་གི་ཡོད་རེད་ཨ་ནི་སྒེར་གྱི་སོ་སོ་ནས་ཚུ་ཁ་ཁ་རེད།

དེ་འདྲའི་གི་བའི་སྡུག་སྦྱོང་ཞིབ་པོ་ཞིག་གཏང་གི་ཡོད་པའི་སྐད་ཤིག་འདིར་གོ་ཡག་འདུག་པ། དེ་ཚང་བ་འདི་ཚོའི་གྲས་དེ་ཨེ་ནི་ཁོ། དངུལ་མེད་པ་ལས་ཐབས་ཤེས་མེད་པ་བྱས། ཨེ་ནི་སེམས་ཅན་བཙོང། ཨེ་ནི་ཕམ་ཚོང་རྒྱབ་བྱས། དེ་འདྲའི་གི་ཡང་ས་ཆ་ཁ་ཤས་ལ་གཏང་ཉེན་འཕྲད་ཀྱི་འདུག་པ། ཨེ་ནི་གཞི་ནས་ཡང་ཁོ་ད་ལོ་སྟོང་ཕྲག་རིང་གི་འབྲོག་ས་ཚོ་ད་ད་ག་ད་གའི་འགྲོ་སྟངས་ཤིག་ཡོད་རེད། སྙིང་རྗེ་རྩ་བ་ན་མེད་པའི་མི་ཡི་སྲོག་བཅད་པ་ལས་སྙིང་རྗེ་ཡོད་པའི་ཐོག་ནས་རྒྱལ་བ་དང་བཅས་ཏེ་མ་ནི་འདྲ་དྲངས། མཆོད་མེ་འདྲ་ཕུལ་བྱིན་ལྡན་འདྲ་སྤྲས་བྱས་དེ་འདྲའི་གི་ཐོག་ནས་ད་སྲོག་བཅད་པ་ཡིན། ད་སྟོད་སྲོག་སྟོན་ཤོག་ཐོག་བྲག་གིར་བ། གང་ད་ཁོ། རེ་ཟུང་རེ་ཟུང་རེད་མ་གཏོགས་དེ་འདྲའི་གི་བརྒྱ་ཕྲག་སྟོང་ཕྲག་བྱས་ནས་གསོད་ཡ་མར་བ། སོགས་དེ་ཚོ་ཕྲད་དེ། ང་ཚོ་མཐའ་གཉིས་སུ་མ་ལྷུང་བ་གོ་ཡ་དེ་གལ་ཆེན་པོ་རེད་ཤག།

ཅེས་ང་རང་ཚོས་སྐབས་རེ། ངས་ནམ་རྒྱུན་རྩེད་མོ་རྩེད་ཆེད་བཤད་སྡོད་ཀྱི་ཡོད། དགོན་པ་དེ་བར་ཕྱིན་པའི་ཁ་ཐུག་ལ་ཡར། མི། འདུ་ཁང་གི་མི་དབུས་དེ་སྟོན་པ་ཐུ་བོའི་དབང་པོ་ཡོད་རེད། སྟབས་བདེ་སྐྱབས་སུ་ཆེ་ཟེར་བ་ཚོ་མ་གཏོགས་སྟོན་པ་ཐུ་བོའི་དབང་པོའི་སྐུ་མདུན་ལི་ཙུ་ཚང་ནི་དབུས་དབུས་གཏོང་ནུས་ཚད་འདྲ་བྱེད་ཀྱི་མི་འདུག་བ།

དེའི་མཇལ་དུས་ཙམ་ནས་འཇིགས་སྣང་སྐྱེ་མེད་པ། ཅིག་ངོ་ཚ་འཁྲི་གཞུང་བསམ་བློ་སྐྱེ་མེད་པ། མུ་སྟེ། ལྷ། ཅིག་མཆེ་བ་གཙིགས་སྡེབས་མཐོང་ཡོང་དུས་ཙམ་ནས་ཅིག་ཞི་བུ་ཅིག་རེད་བསམ་ན་དེ་ནོར་འཁྲུལ་དང། ཡང་གོ་རེ་གོ་རེ་ཡོད་རེད་མི། ཞེ་སྡང་ལམ་བྱེད་དང་འབྲེལ་བའི་ཐོག་ནས་ལྷ་མི་ཁྲོ་བོ་དེ་འདྲ་ཡོད་ཡོད་རེད་ཡིན་ན་གོ་རེ་གོ་རེ་གནད་འགག་རེ་ཅིག་ཡོད་རེད་མ་གཏོགས། འདུག་སེམས་ད། མི་ཚང་མ་ལོག་ལོ་ཞེ་སྡང་གུ་ཡ་སོགས་འདི་ལྟར་མ་རེད་པ། ལུས་ཅིག་ཅིག། འདི Japanese གཅིག་ཐུགས་སུ་ད་ལོ་མ་དགོས་གོང་ལ་རེད་ཁོ་བོད་ལ་གནས་སྐོར་ཕྱིན་པ་ཡིན་ས་བོད་ལ་གནས་སྐོར་ཕྱིན་པ་ཡིན་ཨེ་ནི་ལྷ་ཁང་གཅིག་ལ་ཡ་ཕྱིན་པ་ཡིན་ས་ཨེ་ནི་ལྷ་ཁང་ནག་འགུར་ཅིག་ནང་ལོག་ལ་ཡ་དེ་ལྷའི་གཟུགས་བརྙན་ཞལ་ནག་ཚ་པོ་བཞི་བོ་དེ་འདྲ་འདུག་ས་བོད་མི་སྟངས་དེ་བ་རུ་མཆེ་བ་གཙིགས་དེ་བ་རུ་ཤེད་བུ་དེ་འདྲའི་ཞལ་ནག་ཚ་བོ་བཞི་བོ་ཞིག་འདུག་དེའི་དགོངས་དག་གཉིད་ཁུག་མ་བྱུག་ས། ཞེས་བྱ། ཨེ་ནི་ང་སྐད་ཅིག་བ་རེ། སངས་རྒྱས་པའི་ཆོས་ཟད་དེ་སྙིང་རྗེ་རྩ་བར་བྱས་པའི་ཕྱིར་རེ། ཨེ་ནི་འཚེ་བ་མེད་པའི་ཕྱིར་རེ། ཨེ་ནི་ལྷ་ཁྱད་མཚར་བཞི་བོ་འདི་འདུག་འདི་འདྲ་ག་འདྲས་རེད་ཟེར་ང་སྐད་ཅིག་དྲིས། ཚེ་ཚ་བ་དེ་འདྲས་ཡིན་དུས་ང་ཚོའི་ཟོབ་ཚོགས་མ་བྱས་ན། རེ་དང་ཨེ་ནི། ལ་དྭགས་ཡི་བ་དགོན་པ་གཅིག་གིས་སྔས་མ།

དེའི་གཅིག་ནས་ག་རེ་བྱ། ཡང་ད་དེ་ལ་ཆབས་ཅིག་མ་ཞུས་བྱ་ན། དེར་སྐད་ས། བོད་ཀྱི་ས་ཁུལ་དེ་འདྲ་དང་སྔན་མ་ལ་དྭགས་ལའི་ཁ་ཤས་ཡོད་པ། གཅིག། ལ་དྭགས་ལ་འདབ་མ་སྡུག་བསྔལ་དེ་ཚོའི་གྲས་རིགས་དམན་པ་རེས་བྱས་ནས་གཅིག། རིགས་དམན་རེས་བྱས་ནས་གཅིག་ཕི་གའི་ཁོ། གཅིག། ཁྱད་གསོད་རུ་བྱས་བྱས། དེ་དགོན་པའི་ནང་ལས་མ་འཆུ་བའི་སོག་རོ། གཅིག་དེ་འདྲ་ཞིག་བྱས་འདི་གི་འདུག་བ། བྱས་ཙང་བོད་ལས་ངས་དེ་འདྲའི་ཁ་ཤས་ཁ་ཤས་དེ་འདྲའི་ཡོང་གི་ཟེར་ཅིག་གོ་སོ། ཅིག། རིག། རིག་རུས་སྐད་ཆ་བཤད་ནས། ཅིག་དགོན་པའི་ནང་ལ་ཡ་ཨེ་ནི། རིག་སྨན་པ་རེད་ཟེར་དགོན་པ་ནས་མ་པི་ཡག་བཟོ་ལོ། ཡང་ན་དགོན་པའི་ནང་ལ་རྨ་ཆུ་ཡག་བཟོ་ལོ་དེ་འདྲའི། དེ་འདྲའི་ཡོང་གི་ཟེར་ཟེར་གི་འདུག་ག། དེ་ཧ་ཅང་གི་ནོར་འཁྲུལ་རེད། སངས་རྒྱས་བཅོམ་ལྡན་འདས་བརྒྱ་ལ་ཕན་ནི། ཨེ་ནི། དེའི་ཚེ་དེའི་མཐུས་རིགས་རུས་ཀྱི་དབྱེ་བ་ཆེན་པོ་ཅི་ཡ་ཅིག་ཡོད་པ་ཡིན་དུས་བཅོམ་ལྡན་འདས་ཀྱིས་དེ་ངོ་རྒོལ་གནང་བྱས། བཅོམ་ལྡན་འདས་རང་གིས། ངས། ངའི་ཆོས་ལ་ཡང་རིགས་མི་བཟོ་རུས་མི་བཟོ་སྒྲུབ་པ་གཙོ་བ་ཡིན། ཨེ་ནི། རྒྱལ་པོས་ཡ། ད་ཡུལ་གྱི་རྒྱལ་པོས་ཡ། ཨེ་ནི། འདྲེན་མཁན། སྐྲ་བྲེག་མཁན་དེ་རིགས་རྣམ་པར་གཟིགས་འདུག་ག། འདྲེན་མཁན་ཉལ་བ་འཁོར་གྱིས་ཨེ་ནི་ཞབས་ལ་ཡ། རྒྱལ་པོས་ཡ། ཨེ་ནི་བཏུད་དགུག་རེས། དེ་ནས་གསུངས་ཏོ། སྲས་བཅོམ་ལྡན་འདས་ཀྱིས། རིགས་རུས་སྐད་ཆ་མེད། མི་ཚང་མ་ལོ་གཅིག་པ་རེད། གཙོ་བོ་གཙོ་བོ་སྒྲུབ་པ་ཉམས་ལེན་བྱས་ནས། ཨེ་ནི་དེའི་ཐོག་ནས་མི་ལྟ། མི་རྟོག་པ་ཐོབ་མེད་བཞག་གོ་རེ་མ་གཏོགས་རིགས་རུས་སྐད་ཆ་བཤད་ཡོད་མ་རེད་ཟེར་ནས་གསུངས་འདུག་ག། བཅོམ་ལྡན་འདས་ཀྱིས་གསུང་ཡང། བརྔན་བ་ལྔ་བཅུ་ལྔ་བཞི་ལོག་ལ་ང་མི་དགེ་པེ་ཅིང་ལ་ཡུལ་དུས་ཙཱ་ནས་མའོ་ཙེ་ཏུང་གིས། སྐབས་ཕྱིས་བ། ཁོ་རང་གིས་དེ་འདྲ་བཤད་སོང་ང་ཡང། སྟོན་པ་བཅོམ་ལྡན་འདས། འདི་རི་གསར་བརྗེའི་སྟོན་པ་ཞིག་རེད། དེ་དུས་རྒྱ་གར་ལ་ཡང་རིགས་རུས་ཀྱི་སྐད་ཆ་མང་པོ་ཡོད་རེད་བཅོམ་ལྡན་འདས་ཀྱིས་རིགས་རུས་ཀྱི་དབྱེ་བ་ཕྱེ་སྟེ་ངོ་རྒོལ་གནང་བྱས་ཨེ་ནི། སངས་རྒྱས་པའི་ཆོས་འདི་དཔེ་རེད་ཟེར་ནས་མའོ་ཙེ་ཏུང་གིས་འགའ་བཤད་མྱོང། སྐབས་གཅིག་མའོ་ཙེ་ཏུང་ཡང་སང་ཞིང་ནུས་ལ་གཏོད་ར་ཏོག་ཏོག་བཏང་བྱ་ཅི་བྱུང་བ་རེད། ཡང་མཐའ་མ་མཐའ་མ་དེ་མའོ་ཙེ་ཏུང་ང་ཐུབ་པའི་ཁ་ཐུག་ལ་ཡ་ཨན་ཆོས་དུག་རེད་བཤད་བྱུང། བྱས་ཚར་བ་དེ་འདྲ་ཡིན་དུས་གང་ལྟར་དེ། རིགས་རུས་ཀྱི་སྐད་ཆ་བཤད་དེ་འདྲས། རིགས་རིགས་མིན་གྱི་སྐད་ཆ་བཤད་དེ་འདྲས་ཁ་ཤས་ཁ་ཤས་ཡོང་གི་ཡོད་པ་སོགས་ཞིག་འདུག་ད་ལྟའི་ཁྱོད་ནས་ཕྱི་ཕྱོགས་མར་ལྟ་ཤ་སོང། ང་ཚོ་མི་ཚང་མ་ལོ་འདྲ་མཉམ་རེད་མ་གཏོགས་སངས་རྒྱས་པའི་ཆོས་ཀྱི་ཡུལ་ལུང་ནང་ལ་རིགས་རུས་སྐད་ཆ་བཤད་ཁྱོད་ནས་ཡོད་མ་རེད་ཤ་སོང། དེ་གཅིག་ཤེས་ཡིན་འདོད་སོང་དེ་ནའང་ད་ངས་དེ་ཞུ་ཡ་གཅིག་དེ་ད་དེ་རེད།